ད་ང་རང་ཚོ་དེ་ལ་ཡང་མང་གཙོའི་གི་ལམ་ལུགས་ཀྱི་ཐོག་ནས་འོས་འདེམས་བྱུང་བྱས་ཨ་ནི་ཚང་མ་ལ་དེ་ལ་ཡང་བྲོས་ལ་དབང་བསྐུར་བ་ཡོངས་ཚོགས་ལ་ཡང་འོས་བསྡུའི་རྒྱལ་ཁ་ཙམ་མ་ཡིན་པའི་གི་འོས་བསྡུའི་རྒྱལ་ཁ་དང་མཉམ་དུ་ང་རང་ཚོའི་གི་ཁྲག་འཕེལ་སྒང་ལ་ཡང་ཨ་ནི་ལས་འགན་ལྕི་པོ་ཅིག་བསྐུར་བསྡད་པ་ཅིག་ཆགས་ཀྱི་ཡོད་རེད་དེ་ང་རང་ཚོའི་གི་ད་དེའི་ནང་ལ་ཡོང་པའི་སྐབས་ལ་ཡང་ཚང་མས་དྲན་གསོ་ཞུ་དགོས་ཡ་ཅིག་ཆགས་ཀྱི་ཡོད་རེད། གཙོ་བོ། འཛམ་གླིང་ནང་ལོགས་ལ་ཡ། མང་གཙོ། ཧ་ཅང་མང་པོ་ཡོད་པའི་ནང་ནས། ང་ཚོའི་མང་གཙོ་འདི་དམིགས་བསལ་བའི་མང་གཙོ་ཆགས་བསྡད་ཡོད་རེད། རྩ་བའི་གི་མང་གཙོའི་ལུང་པ་ཡོངས་རྫོགས་ལ་ཡ་སོ་སོའི་གི་རྒྱལ་ཁབ་ཡོད་པ། སོ་སོའི་མངའ་དབང་ཡོད་པ། ཨ་ནི་མི་མང་འདི་གའི་ཚང་མ་ལོགས་སོ་སོའི་རྒྱལ་ཁབ་ནང་ལ་མཉམ་རུབ་གི་གནས་པ། འདི་འདྲའི་གི་ཨ་ནི་ཆིག་ཁྱད་ཆོས་ཡོད་བསྡད་པ་ཅིག་རེད་དེ། ང་ཚོ་རང་གི་རྒྱལ་ཁབ་འདྲའི་མིའི་ལུང་པའི་ནང་སླེབས། སླེབས་པ་ཙམ་དུ་མ་ཟད་བལ་གྱི་ཞལ་འཕང་སྟབས་བསྟུན་གྱི་ཐོག་ནས་རྒྱལ་ཁབ་སུམ་ཅུ་སོ་གྲངས་ནང་ལ་ཡང་ཁ་ཐོར་དགུ་ཐོར་ལ་གནས་ཡོད་པ་ཡིན་ནི་གས་ནི་ང་ཚོའི་གི་ཐུན་མོང་གི་ནི་ང་ཚོའི་གི་ལས་དོན་བྱེད་དགོས་ཡས་དེ་བོད་རང་དབང་སླར་གསོ་དང་ནི་རང་དབང་སླར་གསོ་མ་ཐུབ་བར་དུ་ནི་བོད་མི་རིགས་དེ་རྒྱུན་གནས་ཐུབ་ཐབས་ཀྱི་ལས་དོན་ཡོངས་རྫོགས་ང་ཚོའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཅིག་མང་ལ་ཡང། ང་ཚོ་དུས་གསུམ་སད་སིད་ཀྱི་མང་གཙོ་གསོལ་རས་གནང་བ་བཞིན་དུ། ང་རང་ཚོས་ཅིག་གནང་སྔ་མོའི་གི་སྐུ་བགྲེས་པ་ཚོས་ཀྱི་སྐུ་ལས་བསྐྱོན་པ་དེའི་གང་དེ་ལ་ཡང་ད་ང་ཚོས་ཀྱི་དེའི་གི་ཞབས་རྗེས་སུ་སྙེག་ཆེད་ཨ་ནི་དེའི་ཞབས་རྗེས་སུ་སྙེག་པའི་སྐབས་དེ་ལ་ཡང་ཨ་ནི་ང་རང་ཚོ་ལ་ཡང་ད་འགལ་རྐྱེན་ཡང་ཡོང་གི་རེད་མཐུན་པ་ཡང་ཡོང་གི་རེད་མ་མཐུན་པ་ཡང་ཡོང་གི་རེད་ཡིན་པ་ཡིན་ན་ཡང་ནམ་ཞག་རྒྱུན་དུ་ང་ཚོའི་གི་ཅིག་བགྲོ་གླེང་གི་ཆ་ཤས་ལེན་པའི་སྐབས་དེ་ལ་ཡ་ཨེ་ནི་ཚང་མ་ལོག་གི་ཅིག་གཅིག་ལ་ཡ་གུས་བརྩི་ཡོད་པའི་ཐོག་ནས་ང་ཚོའི་གི་གསུང་ཡན་དེ་ལ་བཀུར་འོས་སྤྱི་འཐུས་མཆོག་གསུང་དུས་ཚ་ནས་ཨེ་ནི་ཟུར་ཟ་མེད་པ་བྱེད་བྱས་ང་རང་ཚོ་ཅིག་གཅིག་ལ་ཡ་གུས་བརྩི་ཡོད་པའི་ཐོག་ནས་ཨེ་ན་གུས་དགོས་འདུག་ཅང་བཤད་བྱེད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་ཅིག་ཆགས་བསྡད་གི་མེད་འགྲོ་བ་བསམ་གི་འདུག་རྩ་བའི་གི་མང་གཙོའི་རྒྱལ་ཁབ་ག་འདྲའི་ཅི་ཡིན་པ་ཡིན་ནི་གི། ཨ་ནི་མང་གཙོ་ཚན་ཚད་དང་ལྡན་པ་ཅིག་ཆགས་མ་ཆགས་ཟིན་ངེས་ཏེ། ཨ་ནི་མི་མང་གི་ཆེད་དུ་བཙུགས་པའི་གི་མི་མང་གི་གཞུང་དེ་གི་སྒྲིག་འཛུགས་དེ་གི་མི་མང་གི་མངོན་འདོད་དང་འཚམས་པའི་གི་ལས་དོན་ཅིག་བྱེད་ཀྱི་འདུག་དང་མི་འདུག་དེ་ཨ་ནི་འཚམས་ཟིན་ས་ཅིག་ལ་ཡང་མཁས་པ་ཚོས་བརྩི་གི་ཡོད་རེད་དེ་ཡིན་དུས་ཙང་ནས་ང་ཚོ་དེ་ལ་ཡང་ཨ་ནི་ཅིག་མི་མང་གི་བདམས་པའི་གི་སྐུ་ཚབ་ཚོས་གི་མི་མང་གི་མངོན་འདོད་གཞི་མར་བཞག་པའི་ཐོག་ནས་ཨ་ནི་དེའི་ནང་ལོགས་ལ་ཡང་མང་ཚོགས་ཀྱི་མངོན་འདོད་དང་མཐུན་པའི་གི་ལས་དོན་བྱེད་དགོས་ཡས་དེ་ད་ང་ཚོའི་ལས་ཀ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་ས་ནས་དེའི་སྐབས་དེ་ལ་ཡ་ད་ང་ཚོ་འཛིན་སྐྱོང་ཡིན་པ་ཡིན་ནས་རེད་གྲོས་ཚོགས་ཡིན་པ་ཡིན་ནས་རེད་ང་ཚོའི་གི་རྩ་བའི་ལས་ཀ་དེ་བོད་དོན་བདེན་མཐའ་གསལ་ཐབས་དེ་རེད་བོད་དོན་བདེན་མཐའ་གསལ་ཐབས་འདི་ཡང་ཅིག་བོད་རང་བཙན་ཡིན་པའི་ཀྱི་ཁུངས་སྐྱེལ་གཞི་མར་བཞག་པའི་ཐོག་ནས་ཨ་ནི། དབུ་མའི་ལམ་གྱི་སྲིད་བྱུས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མ་འདོད་གནང་མཛད་པ་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐོག་ནས་སྤྱི་མོས་ཀྱིས་གཏན་ལ་ཕབ་པའི་ཀྱི་སྲིད་བྱུས་དེའི་ཐོག་ལི་ནས་ཨ་ནི་ང་ཚོས་རྒྱལ་སྤྱིའི་ཁྱོན་ཡོངས་ལ་ཡང་བོད་ལ་ཡང་རྒྱབ་སྐྱོར་རག་ཐབས་དང་བོད་ཀྱི་བདེན་མཐའ་སེལ་ཐབས་ཀྱི་ཐོག་ལ་ཡང་ང་རང་ཚོས་ནུས་པ་མཉམ་སྤུངས་བྱེད་དགོས་ཡ་དེ་གལ་ཆེན་པོ་ཞུ་ཆེད་ཕྱག་བཏེག་གི་ཡོད་རེད་བསམ་གྱི་འདུག། རྩ་བའི་གིས་སུ་སོ་སོ་ལ་ཡང་ལྟ་གྲུབ་ཡོད་སྲིད་ཀྱི་རེད་ལངས་ཕྱོགས་ཡོད་སྲིད་ཀྱི་རེད་ཡིན་པས་ཡིན་ན་ཡང་འཐབ་རྩོད་བྱེད་མཁན་གྱི་ཨནི་ཅིག་མི་མང་ཚོའི་ནང་ལོགས་ལ་ཡང་རང་གི་ལྟ་གྲུབ་དང་ཨནི་རང་གི་ལངས་ཕྱོགས་དེ་གཞི་རྩར་མ་བཟུང་པའི་ཐོག་ནས་ཨནི་སྤྱི་ཕན་གྱི་ཨནི་དེའི་ཐོག་ལ་ཡང་ནུས་པ་སྤུངས་དགོས་ཡས་ཏེ། གལ་ཆེའི་དོན་ཆེན་ཅིག་ཆགས་ཀྱི་མེད་འགྲོ་བསམ་པས་ཀྱི་འདི་ཚོགས་ཚོའི་རྨོངས་འཆར་རེད། འདི་འདྲའི་གི་ཐོག་ནས་ད་ང་ཚོ་གྲོས་ཚོགས་ནང་ལ་ཡག་ཉི་མ་བཅུ་ཙམ་རེ་ཉི་མ་མཆོག་གསུམ་ད་ང་ཚོ་གོ་བསྡུར་སྦྱང་བཤད་ཀྱི་ལས་རིམ་སྣ་མང་གི་ཐོག་ལ་ཡག་གོ་བསྡུར་སྦྱང་བཤད་ཡོང་གི་རེད་འདི་ང་ཚོའི་ལས་དོན་གཅིག་ཆགས་བསྡད་ཀྱི་ཡོད་རེད་ཁྲིམས་སྒྲིག་བཟོ་ཡས་སྲིད་ཇུས་བཟོ་ཡས་ཨ་ནེ་འཛིན་སྐྱོང་ལ་ཡག་ལྟ་རྟོག་སྟངས་འཛིན་བྱེད་ཡས་ཀྱི་ལས་དོན་གཅིག་རེད་དེ་དེ་ལས་གཞན་པའི་གི་ད་ང་ཚོ་གྲོས་ཚོགས་འཐུས་མི་ཚོ་ཆ་བགོས་ཀྱི་ཐོག་ནས་རྒྱལ་སྤྱིའི་གི་མང་གཙོའི་རྒྱལ་ཁབ་ནང་ལོགས་ལ་ཡག་བོད་དོན་ཞུ་གཏུག་འཕེལ་དགོས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ང་རང་ཚོས་གི། གཞིས་ཆགས་ཁག་དང་བོད་མི་ཁ་ཐོར་ལ་ཡོད་པ་ཚོས་ཀྱི་ཨ་ནི་ཅིག་བཞུགས་སྒར་ཚང་མའི་ནང་ལ་ཡ་ཨ་ནི་ང་ཚོ་ད་སོ་སོ་གདམ་མཁན་གྱི་མི་མང་མཉམ་དོར་ལ་ཡ་མ་ཕྱིན་ཚེ་ཁོ་ཚོའི་གི་རེ་བ་དང་ཁོ་ཚོའི་གི་དགོས་འདུན་དང་ཁོ་ཚོའི་གི་ཨ་ནི་ཁ་སོ་ལ་ད་ང་ཚོ་ལ་ཡ་རེ་དུས་ག་རེ་བྱུས་གུས་དོག་དེ་འདྲེ་ཅི་མ་གཟིགས་ཁ་འཕེལ་བྱས་བྱས་ནས་ཨ་ནི་ང་ཚོའི་དེ་ལ་དཔེ་བས་གི་གནད་དོན་དེ་གས་དེ་གྲོས་ཚོགས་གི་སྡིངས་ཆའི་ཐོག་ལ་ཡ་སྤུངས་དགོས་ཡ་ཅི་ཆགས་གི་ཡོད་རེད་ཨ་ནི་དེ་དེ་བཞིན་གྱི། ད་གྲོས་ཚོགས་ཀྱི་ལས་རིམ་ནང་ལོགས་ལ་ཡ་ཨ་ནི་ག་སོགས་རེད་ད། ང་ཚོ་བཀའ་མོལ་མང་པོ་ཞིག་གནང་གི་ཡོད་རེད་དེ་ཡིན་ནའི་བཀའ་མོལ་དེ་གས་དེ་མཐའ་མ་ལས་དོན་བྱེད་པའི་སྐབས་ལ་ཡ་ལས་དོན་ནང་ལ་ཡ་མཉམ་ཞུགས་ཀྱང་དེ་དེ་བཞིན་གྱི་ཚ་ཚ་འུར་འུར་གྱི་ཞུགས་ཐུབ་ཡས་དེ་ཨ་ནི་ལས་འགན་གཙོ་བོ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ཨ་ནི་དེ་ཡིན་དུས་ད་ནས་ང་ཚོ་ཚོགས་གཙོ་གཉིས་ཀྱི་ཐོག་ནས། དེ་ནས་མར་ལ་ཡ་ལས་འཆར་བསྒྲིགས་ཡོང་གི་རེད་ད་ལྟ་དང་ཐོག་དེ་ལ་ཡ་ད་ང་ཚོ་སྤྱི་འཐུས་ཚོ་ཆ་བགོས་ཀྱིས་ཨནི་མཚམས་ཚིགས་ལ་ཕེ་གུག་ཡོད་རེད་ཨན་དེ་ནས་ཕེ་བའི་ཇའི་ལི་ཡ་ད་ལས་བྱ་དེ་གས་ད་ང་ཚོའི་གི་ག་འདྲེས་ཤེས་བྱའི་དཔལ་འབྱོར་ཡོང་འབབ་ལ་གཞིགས་པའི་གི་ལས་བྱ་ག་འདྲེས་སྤེལ་དགོས་གི་དོ་དེ་འདྲེས་ཅིག་སྤེལ་ཡོང་གི་རེད་དེ་དེ་བཞིན་གི་གྲོས་ཚོགས་གི་ཐོག་ནས་ཨནི་ཚོགས་ཆུང་ཁག་མང་པོ་ཅིག་བསྐོས་དགོས་གི་ཡོད་རེད་དཔེར་ན་མང་ཚོགས་རྩིས་ཁྲའི་ཚོགས་ཆུང་རེད་དངུལ་རྩིས་ཚོད་དཔག་བྱ་རྩིས་ཚོགས་ཆུང་རེད་དེ་གས་ད་ང་ཚོ་ག་དུས་ཡིན་ནས་ཡུལ་ཡོད་པ་རེད་དེ་མ་ཡིན་པའི་གི་ཨནི་གྲོས་ཚོགས་གི་ཚོགས་ཆུང་བསྐོས་དགོས་ཡ་དེ་གས་དེའི་ནང་ལོགས་ལི་ཡ་ཚང་མས་ཀྱི་དང་ཐང་སྤྲོས་སྤྲོས་ཀྱི་ཨན་དེའི་ནང་ལ་ཡང་ཞུགས་ཡས་ཐོག་ལ་ཡང་ཚོགས་གཙོ་གཉིས་ཀྱི་རེ་བ་ཞུ་གི་ཡོད་ད་ག་ནང་བཞིན་ཀྱི་ཨ་ནི་གཞིས་ཆགས་ཁག་རེད་བུད་མེད་དུས་དུས་ས་རྒོད་ཁག་ལ་ཡང་ཕེབས་པའི་སྐབས་དེ་ད་ག་ཚི་དཔལ་ལྡན་སྲིད་སྐྱོང་གི་ཐོག་ནས་དམ་བཅའ་ཕུལ་བའི་སྐབས་དེ་ལ་ཡང་ཨ་ནི་ང་རང་ཚོས་ཀྱི་ད་བཙན་བྱོལ་ནང་ལ་ཡོད་པའི་ཀྱི་ཉམ་ཐག་དང་འཁོས་ཀ་ཞན་པ་དང་དེ་སྐད་ལ་ཡང་ཨ་ནི་ལྟ་རྟོག་གནང་ཡས་དེ་ཨ་ནི་བལ་དེ་གལ་ཆེན་པོ་ཅིག་བརྩི་ཀྱི་ཡིན་ཟེར་ཅིག་གསུངས་པ་ནང་བཞིན་ཀྱི། འཛིན་སྐྱོང་བཀའ་ཤག་གི་ཐོག་ནས་ལས་འཆར་ག་འདྲའི་ཅིག་གོ་སྒྲིག་གནང་གི་ཡོད་པ་ཡིན་ནའི་དེ་གས་དེ་ཨེ་ནས་ཅིག་དབུས་དང་ས་གནས་ཀྱི་ཁྲིམས་དང་འགལ་གྱི་དོག་མི་དོག་ལྟ་ཡས་ང་ཚོའི་གྲོས་ཚོགས་འཐུས་མི་ཚོའི་ཐོག་ནས་ད་ག་ནང་བཞིན་གྱི་ཨེ་ནས་ལས་འཆར་ག་འདྲའི་ཅིག་སྤེལ་བའི་ཡིན་ནའི་ལས་འཆར་དེ་གས་དེ་ཨེ་ནས། གཞི་རིམ་མང་ཚོགས་ཀྱིས་འཁོས་ཀ་ཞན་པ་དང་ཉམ་ཐག་པ་དང་ཞུ་མ་ཐུབ་མཁན་བཤད་མ་ཐུབ་མཁན་འདི་སྐད་ཀྱི་ཨེ་འདི་ཐོག་ལ་ཡ་བབ་ཀྱི་འདོག་མི་འདོག་འདི་སྐད་དེ་ལྟ་དགོས་ཡ་འདི་ང་ཚོ་གྲོས་ཚོགས་ཀྱི་ལས་འགན་ཅིག་ཆགས་ཀྱི་མེད་འགྲོ་ཞེས་བྱས་འདི་བསམ་ཚུལ་ཅིག་ཞུ་ཞུ་ཡས་ཀྱི་འདོད་པ་བྱུང་ཨེ་འདི་ཡིན་དུས་ས་གནས་ད་དེ་རིང་གི་ལས་འཆར་ལ་མཚོན་པ་ཡིན་ན། རང་གི་ལུང་པ་གྲས་བཅས་དེ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་གྱིས་མང་གཙོའི་ལམ་ལུགས་ཀྱི་ཐོག་ལ་ང་ཚོས་ཤར་སྐྱོད་བྱེད་ཀྱི་ཡོད་རེད། བྱེད་ཀྱི་ཡོད་བས་ཀྱི་ཐོག་དེ་ནས་ལས་འགན་སྒྲུབ་ཡས་ཏེ། གཞིས་ལུས་རྒྱ་ཆེ་མང་ཚོགས་ཀྱི་མངོན་འདོད་དེ་ད་མངོན་པར་གསལ་གོ་གི་ཡོད་དུས་ཚ་ནས་ང་ཚོ་གྲོས་ཚོགས་ག་དུས་ཚོགས་པ་ཡིན་ནས་སྐད་འབོད་ནང་གི་རྫ་དྲག་གི་གནས་སྟངས་དེ་ཨང་དང་པོར་ཁེལ་བྱས་བྱས་ཚང་མས་ཀྱི་དེའི་ཐོག་ལ་ཡང་ཨ་ནི་སོ་སོའི་ཀྱི་འཚོ་བ་སོ་སོའི་ཀྱི་ཨ་ནི་ཅིག་བསམ་ཚུལ་སོ་སོའི་ཀྱི་ཨ་ནི་དེའི་ཐོག་ལ་ཡང་ཁ་སོ་རས་བྱེད་སྒོ་རྣམ་བཞག་དེ་གས་དེ་གསུང་ཡས་ཀྱི་དུས་ཚོད་གཅིག་དེ་རིང་ལས་རིམ་དེའི་ནང་ལ་ཡ་ཁེ་ཡོད་རེད། གཉིས་པ་དེ་ལ་ཡ་ད་འཛིན་སྐྱོང་བཀའ་ཤག་གིས་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་ཚར་བ་རེད་དེ་ཨ་ནི། དཔལ་ལྡན་སྲིད་སྐྱོང་མཆོག་ལ་ཕྱག་རོགས་ཨ་ནི་གཅིག་ལྷན་ཁང་བདུན་གྱི་བཀའ་བློན་རྣམ་པ་དེ་ད་ང་ཚོས་ཀྱིས་བསྐོས་དགོས་ཀྱི་ཡོད་རེད་ཨ་ནི་དེ་ལས་རིམ་དང་བྱས་བྱས་དེ་རིང་ང་ཚོས་ཉི་མ་གཉིས་ཀྱི་ལས་རིམ་དེའི་ནང་ལོགས་ལ་ཡ་ཨེ་ལས་རིམ་དེ་འདྲ་རུ་ཆགས་བསྡད་ཀྱི་ཡོད་ཨ་ནི་ད་ད་ང་རང་ཚོས་ཀྱིས་གྲོས་ཚོགས་ནང་ལོ་རེ་ཡར་ཐར་ང་ཚོའི་གྲུབ་ཆ་ལ་ཚབ་མཚོན་པ་ཡིན་ན། དེ་རིང་གི་འོས་བསྡུ་ལས་ཁང་གི་གསལ་བསྒྲགས་བྱས་པའི་ནང་ནས། སྤྱི་འཐུས་ཕྱག་ལས་གནང་བཞི་པའི་གི་ནང་ནས་རྒྱལ་ཁ་ཐོབ་པ་དེ་མི་གྲངས་བཅུར་དགུ་ཅིག་ཆགས་བསྡད་ཀྱི་འདུག་གསར་པ་ཕེབས་ཡོང་མཁན་དེ་བཅུ་བདུན་ཅིག་ཆགས་བསྡད་ཀྱི་འདུག་བུད་མེད་དགུ་བཅས་བྱས་ང་ཚོའི་གྲུབ་ཆ་དེ་དེ་འདྲ་རུ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་ང་ཚོ་ད། གསར་རྙིང་བྱེད་ལེན་གྱི་ཐོག་ནས་གཏུག་བྱེད་ཆས་གང་ཡིན་པ་དེ་རང་འཇགས་མ་གནས་པའི་ཐོག་ནས་མི་མང་གི་སོ་སོའི་རེ་བ་དང་འདོད་པ་ལ་མཐུན་པའི་གིས་གཏུག་བྱེད་ཆས་ལོ་ལྔ་ལྔ་ནས་འགྱུར་བ་བཏང་བྱེད་ཆས་རེད། དེ་ཡིན་དུས་ས་གནས་ང་རང་ཚོ་ཚང་མ་ལོག་འཛིན་སྐྱོང་བཀའ་ཤག་རེད་ང་རང་ཚོ་ཁུ་བོའི་སྤྱི་འཐུས་རྣམ་པ་རེད་ཚང་མ་ལོག་གིས་ད་ང་རང་ཚོའི་གི་གྲུབ་ཆ་གང་ཡིན་པ་དེ་ངོས་འཛིན་པའི་ཐོག་ནས་ཚང་མས་གིས་ནུས་པ་མཉམ་སྤུངས། དཀའ་ངལ་ག་བ་ལ་གདོང་ལེན་བྱེད་དགོས་ཀྱི་ཡོད་ནས་ང་ཚོ་དཀའ་ངལ་ལ་གདོང་ལེན་བྱེད་ཡས་ད་ག་ནང་བཞིན་གྱི་ང་ཚོ་ཁྲིམས་སྒྲིག་འདི་གས་བཟོས་པའི་སྐབས་དེ་ལ་ཡང་ཚང་མས་ཀྱི་ཐུགས་སྣང་ཟབ་འབོད་ཀྱི་ང་ཚོ་ཡང་ཁྲིམས་སྒྲིག་འདི་གས་ཙམ་ཙམ་རེ་སྔས་མ་བཟོས་པ་དེ་གས་ཡང་བླ་རུ་འགྲོ་ངེས་དེ་འདྲ་ཆགས་ཀྱི་འདུག་ཞེས་བྱས་ཡང་སྤྱི་ཚོགས་ནང་ལ་གསུང་མཁན་སྐྱོན་མཁན་དེ་འདྲ་ཡོང་གྱི་འདུག་བ་དེ་ཡིན་དུས་དེ་འདྲས་མ་འགྲོ་བ་དེ་བདམས་ཐོན་བྱེད་དགོས་ཡས་དེ་ད་ང་རང་ཚོ་ཚང་མས་མི་ཞིབ་བྱེད་ངེས་ཀྱི་ཨ་ནི་ཅིག་ནུས་པ་རྩལ་དུ་སྤུངས་བྱས་བྱས་ཨ་ནི་དེ་འདྲ་མ་འགྲོ་ཡས་ལ་ཡང།